གྲངས་ཀར་འདི་འདྲའི་བྱེད་ལ་རིགས་གསར་བའི་ངང་ལོ་བཅོ་ལྔ་འཛིན་ནས་དགའ་ལྡན་ཕོ་བྲང་ཞབས་ཞུ་ཞུས་རྗེས་ཚོན་པོ་སྐྱ་ཁ་ཐུ་བ་ཁ་བ་ཁ་སླེབས་པར་ཐལ། ད་ལྟ་དགའ་ལྡན་ལེགས་ལྡན་གྱི་སྐུ་ཐང་ཆེན་པོ་དར་ག་རྩེ་ཤང་པ་ངས་ད་རེས་འདི་བོད་ལྭའི་ཕལ་ཆེར་ཆེ་ཆུང་དར་ག་རྩེ་ཤང་པ་བཅས་ཡོད་མ་རེད་བསམ་གྱི་འདུག་ཨང་ད་ད་ལྟ་རྒྱ་གར་ནང་ལོ་ལྭའི་ཕལ་ཆེར་དགའ་ལྡན་ལེགས་ལྡན་སྐུ་ཐང་ཆེན་པོ་འདི་འདྲ་དེ་མ་བཞིན་ཕལ་ཆེར་ཡོད་མེད་པར་ཅིག་ཆ་དེ་བཞག་བསམ་གྱི་འདུག་ད་ད་ལྟ་དགེ་ཕྲུག་ཉག་རལ་ཆ་ཤང་ནི་དགེ་ཕྲུག་ཧ་ལམ་རྦད་དེ་སུམ་བརྒྱ་བཞི་བརྒྱ་མ་སུམ་ཚ་ཉག་བཞག་ད་འདི་འདྲའི་ལག་ཤེས་འདི་སླེ་བའི་དགེ་ཕྲུག་མང་པོ་བྱུང་ཡོད་རེད་ལེ་ཞུགས་སྐྱལ་ནས་ཅིག་བྱེད་ཉན་ད་ད་ད་ང་འདི་ཇི་དོག་ན་རེ་འཇིག་ད་ད་འདི་ད་ངས་དབོར་ཁོ་རང་ད་ད་འདི་ཐང་ག་འདི་རྒན་རོ་ཤུགས་ཆེ་ཁོ་རང་གི་གླེང་བྱས་ག་འདི་ངའི་ཚ་ལ་ལོ་བའི་བཅོ་བཅོ་ང་འདི་འདྲ་ཕྱིན་ཚར་རེད་པེ། རིག་པ་ཡག་པོ་བཅས་ག་རང་ག་གོ་རང་གན་ཐི་ཆ་བྱེད་ཐུབ་གི་ཡོད་རེད། ཞགས་པ་དེ་ག་རེད་ཞགས་པ་དམར་པོ་བཟོ་རེད། བར་བར་ཞགས་པ་གི་རྩིབ་ཐོ་དེ་ལ་རྡོ་རྗེ་བྱེད་ཐུབ། ཨ་ལེ་ཨ་ལེ་འོང། རྡོ་རྗེ་རྒྱག་ཡོད་མ་རེད། རྒན་ལགས་ཀྱིས་རྒྱུ་མཚན་པ་ཅི་ཡ་ར་ན་ད་ག་ལ་ར་ད་སོ་སོ་ངོ་ནི་ན་དཔེ་སོ་ཐེ་ཆེན་པོ་ར། ཡིན་ན་ད་དེ་ཡང་སོ་སོ་ལས་ཀྱི་ལས་དབང་འདྲ་བོ་དང་ཅི་ག་རེད་ན་མགོ་གོ་རྒྱུ་རེད་བསམ་མོ་ད། ཨ་ནི་རྒན་ལགས་ཀྱིས་ང་ལ་ཡང་སེ་ཡང་སེ་འདྲི་ཡི་ལ་གི་ར་ད། ངས་ད་ང་ལོ་ཆེན་པོ་རེད། ཁྱོད་རང་ངའི་ཚབ་ལ་བྱས་ན་ཅི་ཐོག་གོ་རེད། ཅི་དགོས་ཀི་རེད་ཟེར་འདྲི་གསུང་གི་འདུག་ར། ཡིན་ན་ང་རང་ངོ་ནས་ད་དགེ་ལགས་ཀྱི་རེ་བ་རྒྱལ་འདི་ད་འདྲ་བས་ཡོད་མིན་ད་ཧ་གོ་མ་ར། ཡིན་ན་ད་སོ་སོ་ང་ལ་དེ་འདྲ་གོ་སྐབས་ཅིག་རག་ན་ད་ཡིན་ད་ཡིན་ས་བོན་འདྲ་བོ་ད། བསམ་བློ་ན་དེ་འདྲ་འདྲ་བོ་ཡོད་ཡིན་ན་ད། ནམ་ཟ་ཆེན་མོ་ལ་ཅི་ད་ང་ཚོ་བོད་པ་གི་ལོ་རྒྱུས་ཁོ་རང་ན་དཔེ་གལ་ཆེན་པོ་ཆགས་གོ་ར། དེ་འདྲའི་འཛིན་པ་ཡང་ང་འདྲ་བོ་ཅིག་གི།